ལྷན་རྒྱས་གྲོགས་པོ་རྣམས་ལ་སྐུ་ཁམས་བཟང་བའི་འཚམས་འདྲི་ཞུ་བ་དང་ཆབས་ཅིག་སྤྱི་ལོ་ཉིས་སྟོང་གཅིག་གསུམ་ལོའི་ཟླ་བ་བརྒྱད་པའི་ཚེས་ཉེར་དྲུག་ཉིན་གྱི་ཨ་རིའི་རླུང་འཕྲིན་ཁང་གི་དྲ་བརྙན་གསན་རྒྱུ་བྱ་རྒྱུ་ཡིན། ང་ཚུལ་ཁྲིམས་རྒྱ་མཚོ་ཡིན། གོང་ས་མཆོག་སྐུ་མཚམས་གཅོད་དེ་འདས་པའི་བདུན་ཕྲག་གསུམ་ལྷག་གི་ལ་དྭགས་ས་ཁུལ་གྱི་མཛའ་མཐུན་ལེགས་པར་གྲུབ་ནས་ཕྱིར་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་ཡོད་པ་དང། དེང་སྐབས་གོང་ས་མཆོག་གིས་ཀོ་རི་ཡ་དང་ལྷོ་ཤར་ཨེ་ཤ་ཡའི་དད་ལྡན་ཆོས་ཞུ་བ་རྣམས་ལ་རྗེ་ཙོང་ཁ་བས་མཛད་པའི་ལམ་རིམ་བདེ་དོན་གྱི་གསུང་ཆོས་གནང་བཞིན་ཡོད་པ་རེད། རྒྱ་ནག་དམར་ཤོག་དབུས་ཆབ་སྲིད་རྒྱུན་ལས་ཁང་ནས་ཕྱིར་འབུད་བྱས་ཚར་བའི་སྐུ་ཞབས་པོ་ཞི་ལེ་ཡི་ལྐོག་ཟ་རུལ་སུངས་ཀྱི་ཁྲིམས་ཕྱིར་དེ་ཉིན་ལྔའི་རྗེས་སུ་མཇུག་འགྲིལ་ཡོད་པ་དང་དེ་རིང་གཟའ་ཟླ་བའི་ཉིན་ཇི་ནན་འབྲིང་རིམ་ཁྲིམས་ཁང་གིས་གསལ་བསྒྲགས་བྱས་པ་ལྟར་ན། ཁྲིམས་ཀྱི་དཔྱ་ཁྲལ་དེ་ཐག་གཅོད་ཅི་ཞིག་བྱུང་ཡོད་མེད་གསལ་བསྒྲགས་བྱེད་རྒྱུ་ནི་རྗེས་སུ་ཚེས་གྲངས་ཤིག་གཏན་འཁེལ་བྱེད་རྒྱུ་ཡིན་ཞེས་བཤད་ཡོད་པ་རེད། པོ་ཞིས་ལེ་ལ་ལྐོག་ཟ་ལེན་པ་དང་ཚུལ་མིན་གྱི་དབང་ཆ་བེད་སྤྱད་པའི་ནུས་པ་བཙུགས་ཡོད་ཅིང་ཁྲིམས་བཤེར་བྱེད་པའི་སྐབས་སུ། པོ་ཞིས་ལེ་ཡིས་བདེན་དབང་ཞུས་པ་ལྟར་ན་སྤྱི་ལོ་ཉིས་སྟོང་བཅུ་གཅིག་ལོར་ཁོང་གི་བཟའ་ཟླ་ཚུད་པའི་དབྱིན་ཇིའི་ཚོང་བ་གསར་པའི་དོན་རྐྱེན་དེ་འགེབས་སྲུང་བྱས་ཡོད་པ་དེ་བདེན་པ་མིན་པ་དང་ཁྲུང་ཆིན་ཉིན་ཧོན་ཟེར་བ་ཝང་ལི་ཅུན་གྱི་ཁྲིམས་ཁང་དུ་རྫུན་བཤད་ཡོད་པ་དང་ད་དུང་པོ་ཞིས་ལེ་ཡིས་དེ་ནི་སྨྱོན་པའི་ལས་ཀ་དང་དགོད་བྲོ་བའི་ལས་ཀ་ཞིག་རེད་ཞེས་ཁྲིམས་ར་ནས་འགྲེལ་བརྗོད་བྱས་ཡོད་པ་རེད། ཝང་ལི་ཅུན་གྱིས་པའོ་ཞི་ལེ་ལ་མི་བསད་པའི་ཉེས་པ་བཙུགས་རྗེས་པའོ་ཞི་ལེ་རྒྱ་ནག་དབུས་ཆབ་སྲིད་རྒྱུན་ལས་ཁང་ནས་ཕྱིར་འབུད་བྱས་ཡོད་པ་དང་ཁྲུང་ཆིན་གྲོང་ཁྱེར་གྱི་སྤྱི་ཁྱབ་གོ་གནས་ནས་གཡུགས་ཡོད་པ་རེད། རྒྱལ་སྤྱིའི་གསར་འགྱུར་གཙོ་ཆེ་ཞིག་ལ་དེ་རིང་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་སྦན་ཁེ་མུན་གྱིས་སི་རི་ཡའི་རྒྱལ་ས་སྡོ་མ་སི་ཀ་སི་ཡི་ནང་དུ་རྫས་འགྱུར་མཚོན་ཆ་གཏོར་རྒོལ་བྱས་པའི་ཡུལ་དེ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་མི་སྣས་དེ་རིང་ནས་བརྟག་ཞིབ་བྱེད་འགོ་འཛུགས་རྒྱུ་ཡིན་ཞེས་བཤད་ཡོད་པ་རེད། སི་རི་ཡའི་བརྙན་འཕྲིན་ལས་ཁུངས་ཀྱིས་བརྗོད་ན་སི་རི་ཡའི་ཕྱི་སྲིད་བློན་ཆེན་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་མཚོན་ཆ་བཀག་སྡོམ་འགན་འཛིན་རྣམ་གཉིས་གྲོས་མོལ་བྱེད་པའི་སྐབས་སུ་དབྱིན་ཇི་དང་ཧྥ་རན་སི། ར་ཤི་ཡ་སོགས་རྒྱལ་ཁབ་མང་པོས་དགེ་འདུན་བཏོན་ཡོད་པ་དེ་ལ་གྲོས་མོལ་བྱས་འདུག། མཉམ་འབྲེལ་རྒྱལ་ཚོགས་ལ་སི་རི་ཡའི་ནང་དུ་ད་ལྟའི་བར་དུ་རྟོག་དཔྱོད་བྱེད་དུ་མ་བཅུག་པ་དེ་ལ་ཨ་རིའི་ཕྱོགས་ནས་སྐྱོན་བརྗོད་ཤུགས་ཆེན་པོ་བྱས་ཡོད་པ་དང། ཡང་ཨི་ཟི་རེལ་གྱི་སྲིད་བློན་གྱིས་བཤད་པ་ལྟར་ན་ང་ཚོའི་མཐོང་ཚུལ་ལ། སི་རི་ཡའི་གཞུང་གིས་ནག་ཉེས་ཅི་ཡང་མེད་པའི་རང་གི་འབངས་མིའི་སྟེང་དུ་མཚོན་ཆ་དེ་འདྲ་ཐེ་ཚོམ་མེད་པར་བེད་སྤྱོད་བྱས་པ་དེ་ནི་ཆེས་གདུག་རྩུབ་ཅན་གྱི་སྲིད་བྱུས་ཤིག་ཏུ་མཐོང་སོང་ཞེས་སྐྱོན་བརྗོད་བྱས་ཡོད་པ་རེད། whatsoever about using these weapons either way། ཟི་རི་ཡའི་གཞུང་གིས་དེ་འདྲའི་གཏོར་རྒོལ་བྱས་པ་དེ་ངོས་ལེན་བྱས་མེད་པར་མ་ཟད་ཟི་རི་ཡའི་གྱེན་ལོག་ཚོགས་པས་འོས་འགན་འཁུར་དགོས་པ་དང་མཚོན་ཆ་དེ་བེད་སྤྱོད་བྱེད་པའི་ཉེས་པ་བཙུགས་ཡོད་པ་རེད། ཨ་མི་རི་ཀའི་ཁ་ལི་ཧྥོ་ནི་ཡའི་མངའ་སྡེ་ཡོ་སེ་མེད་སྤྱི་གླིང་གི་ནུབ་ཕྱོགས་སུ་མེ་སྐྱོན་བྱུང་ནས་སན་ཧྥི་རན་སི་སི་ཀོ་གྲོང་ཁྱེར་གྱི་ཆུ་དང་གློག་ཆད་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པ་རེད། མེ་སྐྱོན་བྱུང་སའི་སའི་རྒྱ་ཁྱོན་ན་སྤྱི་ལེ་གྲུ་བཞི་མ་ཉི་ཤུ་རྩ་དྲུག་ཙམ་ཡོད་ཅིང་མེ་གསོད་ལས་མི་ཉིས་སྟོང་དྲུག་བརྒྱ་ཙམ་གྱིས་མེ་གསོ་བཞིན་ཡོད་ན་ཡང་ད་དུང་ཁང་ཁྱིམ་ལྔ་སྟོང་ལྔ་ཁྲི་ཙམ་མེས་ཚུགས་ཀྱི་ཡིན་པའི་ཉེན་ཁ་ཡོད་པ་དང་གྲོང་ཁྱེར་ཁག་ཞིག་གིས་དང་བླངས་ཀྱི་སྒོ་ནས་ཉེན་ཞོད་དུ་འགྲོ་དགོས་པའི་བརྡ་ཁྱབ་ཡང་བཏང་ཡོད་པ་རེད། གཟའ་པ་གསུམ་གྱི་ཉིན་ཁ་ལི་ཧྥོ་ནི་ཡའི་མངའ་སྡེའི་སྲིད་སྐྱོང་ཇེ་རི་སྦྲང་གིས་སན་ཧྥི་རན་སི་སི་ཀོ་གྲོང་ཁྱེར་ལ་མཛའ་གྲོགས་ཀྱི་ཉེན་སྐྱོབ་བྱེད་དགོས་པའི་བཀའ་རྒྱ་བཏང་ཞིང། མེ་སྐྱོན་ལ་བརྟེན་ནས་ས་གནས་དེ་གའི་ཆུ་གློག་ས་ཚིགས་གཉིས་སྒོ་བརྒྱབ་ཡོད་འདུག། ད་ལྟ་ཨ་མི་རི་ཀའི་ནུབ་ཕྱོགས་ཀྱི་མངའ་སྡེ་ཨ་རི་བཟོ་ན་ནས་བྷ་ཤིན་ཏོན་མངའ་སྡེའི་བར་དང་ཨ་ལ་སི་ཀ་མངའ་སྡེ་སོགས་ཀྱི་ས་ཁུལ་བཅུ་ལྷག་གི་ནང་དུ་མེ་སྐྱོན་འབྱུང་བཞིན་ཡོད་པ་རེད། ཡང་ཨ་མི་རི་ཀའི་ནགས་ཚལ་ལས་ཁུངས་ཀྱིས་བཤད་པ་ལྟར་ན་ལོ་འདིའི་ནང་དུ་ཨ་མི་རི་ཀའི་ནང་དུ་མེ་སྐྱོན་གྲངས་ཀ་ཁྲི་གསུམ་དང་གཅིག་སྟོང་དགུ་བརྒྱ་ཙམ་བྱུང་ནས་སའི་རྒྱ་ཁྱོན་སྤྱི་ལེ་གྲུ་བཞི་མ་གཅིག་ཁྲི་བཞི་སྟོང་ཙམ་ཚུགས་ཡོད་པའི་གནས་ཚུལ་སྤེལ་ཡོད་པ་རེད། ཡང་ར་ཤི་ཡའི་མཆོང་བརྒལ་ཚོགས་པའི་མགོ་ཁྲིད་དང་མོ་སི་ཀོ་གྲོང་ཁྱེར་གྱི་སྤྱི་ཁྱབ་ཨེ་ལེག་སི་ནཱ་ཝི་ལི་ཀྱིས་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བཞིན་པའི་སྐབས་སུ་ཁོང་ཉེན་རྟོག་པས་དུས་ཡུན་ཐུང་ཙམ་ཞིག་གི་རིང་ལ་བཀག་ཉར་བྱས་ཡོད་པའི་གནས་ཚུལ་ཐོན་འདུག་སྐུ་ཞབས་ནཱ་ཝི་ལི་ནི་ར་ཤི་ཡའི་སྲིད་འཛིན་ཕུ་ཏིན་ལ་སྐྱོན་བརྗོད་བྱེད་མཁན་ཞིག་ཡིན་པ་དང་ལྐོག་ཟ་རུལ་སུངས་ལ་ངོ་རྒོལ་ཤུགས་ཆེན་སྤེལ་མཁན་ཞིག་ཀྱང་ཡིན་པ་རེད། ཐེངས་འདིའི་བཀག་ཉར་བྱས་པ་དེས

ཉིན་ཧོན་ཡོང་ནས་ད་ཁྱོད་བདེ་མོ་བྱས། འདི་ཁྱོད་ཀྱི་རྣམ་པ་ཡིན་ཞེས་བཤད་ནས་ལམ་ཁ་ཞིག་ཏུ་གློད་གྲོལ་བཏང་ཡོད་ཚུལ་བཤད་ཡོད་པ་རེད། ཉིས་སྟོང་བཅུ་གཉིས་ལོར་སྲིད་འཛིན་ཕུའུ་ཏན་སྲིད་འཛིན་དུ་ལངས་སྐབས་སྐུ་ཞབས་ན་ཝི་ནེ་ཀྱིས་གཞུང་གིས་བདག་གཉེར་བྱས་པའི་བཟོ་ཚོང་ཚོགས་པ་ཁག་ལ་ཞིབ་འཇུག་བྱེད་དགོས་པ་དང་སྲིད་འཛིན་ཕུའུ་ཏན་དང་ལྐོག་ཟ་རུལ་སུངས་ལ་ངོ་རྒོལ་ཤུགས་ཆེན་སྤེལ་ཡོད་པ་རེད། མཚམས་འདི་ནས་ཨ་རིའི་བློ་མཐུན་ཁང་གི་དྲ་བརྙན་གསར་འགྱུར་བྱས་ཚར་བ་ཡིན་ལས་རིམ་གཟིགས་པར་ཐུགས་རྗེ་ཆེ།